རྟ་འདི་ག་རེ་ཟེར་ན་ཕྱོགས་བཅུའི་རྒྱལ་བ་ཀུན་དང་སངས་རྒྱས་སྲས་རང་རྒྱལ་རྣམས་དང་སློབ་དང་མི་སློབ་དང་འགྲོ་བ་ཀུན་གྱི་བསོད་ནམས་གང་ལགས་ཡང་དེ་དག་ཀུན་གྱི་རྗེས་སུ་དག་ཡིད་རང་ཟེར། ནི་འདུལ། དག་ཡིད་རང་ཟེར་འདི་ཡིད་རང་ཟེར་ད་དེ་ཡི་བརྗོད་བྱ་གཙོ་བོ་དེ་ཤོ་ལོ་ཀ་དེ་གི་བརྗོད་བྱ་གཙོ་བོ་ག་རེ་བསྟན་དགོས་ཟེར་ན་རྗེས་སུ་ཡིད་རང་བ་བསྟན་དགོས་ར་བ། འདི་རྗེས་སུ་ཡིད་རང་བ།

སྡིག་པ་བཤགས་པ་ཟེར་རོ། ནུས་མཐུ་ད་འདི་སོ་ནམ་ཟས་དེ་འདི་སོ་ནམ་ཟས་དེ་ག་བ་ལ་གོ་ཡ་རེད་ཟེར་ན་ད་གཞུང་གི་ཚིག་རང་ལ་འགྲེལ་བཤད་ཞུ་གི་འདུག་འདི་ལ་གོ་འགྲོ་དགོས་རེད་བ། སོ་ནམ་ཟས་དེ་ག་བ་ལ་གོ་དགོས་རེད་ཟེར་ན། ད་ཀྱི་གོང་དུ་སྡིག་པ་བཤགས་པའི་སྐབས་ཀྱི་སྡིག་པ་ཟས་སྦྱོར་ལུས་ཀྱི་སྡིག་པ། ངག་གི་སྡིག་པ། ཡིད་ཀྱི་སྡིག་པ་ཟེར། ལུས་ཀྱི་མི་དགེ་བ། ངག་གི་མི་དགེ་བ། ཡིད་ཀྱི་མི་དགེ་བ། ལུས་ངག་ཡིད་གསུམ་གྱི་མི་དགེ་བ་སྡིག་པ་ཟས་སྦྱོར་རེད་བ། འོ་དེ་སྡིག་པ་མི་དགེ་བ་དེ་ཡི་ལྡོག་ཕྱོགས།

དགེ་བ་ལ་གོ་གོ་རེད། དེའི་དུས་ད་དགེ་བ་དང་སྡིག་པ་གཉིས་ཡོད་རེད་བ་དགེ་བ་དང་སྡིག་པ་གཉིས་ཡོད་པའི་ནང་ནས་སྡིག་པ་དེ་ག་རེ་བྱེད་དགོས་རེད་ཟེར་ན་སྡིག་པ་ལ་ང་རང་ཚོ་ཡི་རང་བ་བྱེད་ཡ་རེད་བས་ཟེར་ན་སྡིག་པ་ལ་ཡི་རང་བ་བྱེད་ཡ་ཡོད་མ་རེད། སྡིག་པ་ལ་རྗེས་སུ་ཡི་རང་བྱེད་ཡ་ཡོད་མ་རེད་སྡིག་པ་ལ་རྗེས་སུ་ཡི་རང་བྱེད་ན་བས་ས་ཡོད་རེད་བ། སོ་སོ་རང་ཉིད་ཀྱིས་སྡིག་པ་བྱེད་པ་ལ་ཡང་རྗེས་སུ་ཡི་རང་བྱེད་ཡ་ཡོད་མ་རེད། གཞན་ལ་བྱེད་དུ་བཅུག་པ་ལ་ཡང་རྗེས་སུ་ཡི་རང་བྱེད་ཡ་ཡོད་མ་རེད་གཞན་གྱིས་བྱེད་པ་ལ་ཡང། རྗེས་སུ་ཡི་རང་བ་བྱེད་ཡ་ཡོང་བར་སྡིག་པ་ལ་རྗེས་སུ་ཡི་རང་བྱེད་ཡ་ཡོང་བར་སྡིག་པ་གར་བྱེད་དགོས་རེད་སྡིག་པ་ལ་འགྱོད་པ་སྐྱེ་དགོས་རེད་ད་ངས་འགྲིག་མི་འདུག་བསམ་ནས་སོ་སོ་གིས་བྱས་པ་ཡིན་ན་ཡང་འགྲིག་མི་འདུག་བསམ་གཞན་གྱིས་སྡིག་པ་བྱེད་ཀྱི་འདུག་ན་ཡང་ཁོ་པས་མ་གར་བཟོ་དགོས་རེད་སྡིག་པ་བྱེད་ཀྱི་འདུག་ད་ནི་རྩ་བ་ཉིད་ནས་འགྲིག་གི་མི་འདུག་ཨ་བསམ་པས་དེ་འདྲའི་གི་བསམ་བློ་སྐྱེས་ནས་སྡིག་པ་ལ་མ་གར་བ་བྱེད་དགོས་རེད་མ་གཏོགས་སྡིག་པ་ལ་ཡིད་གར་བ་དང་སེམས་གར་བ་བྱེད་ན་འགྲིག་གི་མ་རེད་གྱིས་པ་སོང་སྡིག་པ་ལ་ཡི་རང་བྱེད་ཡ་ཡོང་བར་སྡིག་པ་ལ་སྡིག་པ་ལ་གར་བྱེད་དགོས་རེད་བཤགས་པ་བྱེད་དགོས་རེད་སོང་སྡིག་པ་ལ་ད་ཀྱི་གོང་དུ་སྡིག་པ་བཤགས་པ་ཟེར་ར་སྡིག་པ་ལ་བཤགས་པ་བྱེད་ཟེར་དུས་ངས་སྡིག་པ་བྱས་པ་ལ། འགྲིག་མི་འདུག་བསམ་པའི་གི་འགྱོད་སེམས་བཅངས་ནས། འགྱོད་པ་སྐྱེས་ན་ནི་ཕྱིན་ཆད་ངས་སྡིག་པ་དེ་བྱེད་གི་མེད་ཟེར་ནས་དམ་བཅའ་བཅའ་དགོས་འདུག་འདི་ལ་བཤགས་པ་ཟེར་བ་ར་སྡིག་པ་དེ་བཤགས་དགོས་གི་རེད། ད་ཡིན་ན་ཡང་སྡིག་པ་དང། དགེ་བ་གཉིས་ཡོད་པའི་ནང་ནས་གལ་ཏེ་གཉིས་ཡོད་པའི་ནང་ནས་སྡིག་པ་དེ་བཤགས་ན་དགེ་བ་ལ་ག་རེ་བྱེད་དགོས་རེད་ཟེར་དྲི་བ་ཅིག་གླེང་གི་རེད་བ། དགེ་བ་དེ་ལ་ག་རེ་བྱེད་དགོས་རེད་ཟེར་དུས་དགེ་བ་ལ་ཡི་རང་བྱེད་དགོས་རེད་སོང་ད་འདི་གླེང་དགོས་རེད་ད་དགེ་བ་ལ་ཡི་རང་བ། བསོད་ནམས་ལ་ཡི་རང་བ་ཟེར་དུས་ད་ལ་དགེ་བ་ལ་ཡི་རང་བ་ཟེར་དགོས་ར་བསོད་ནམས་ལ་ཡི་རང་བ། ཨོ་དུག་ཅན་དང་པོ་དེ་ཧ་གོ་བ་བྱེད་དགོས་རེད་ད་འདི་གཉིས། ཡན་ལག་གཉིས་པོ་དེ་སྡིག་པ་བཤགས་པའི་ཡན་ལག་དང་བསོད་ནམས་ལ་རྗེས་སུ་ཡི་རང་བའི་ཡན་ལག་གཉིས་པོ་དེ་ལྟོ་སྦྱར་ནས་མཉམ་རྡོ་ལ་བསྒྲིགས་ནས་གུང་བསྒྲིགས་ནས་ཅིག་གོ་བ་ལེན་ན་དེ་ནི་ཏག་ཏག་ཁོ་རང་ཡག་པོ་ཅིག་ཆགས་ཀྱི་རེད་ད་དེ་ཡིན་པ་སོང་ཙང་ད་ལྟ་དེ་བསོད་ནམས་ཟེར་ཡ་དེ་དགེ་བ་དང་སྡིག་པ་གཉིས་ཀྱི་ཟླས་ཕྱེས་པས་དགེ་བ་དང་སྡིག་པ་གཉིས་ཡོད་པའི་ནང་གི་ཨ་ནི་དགེ་བ་དེ་ལ་གོ་གི་རེད་སོང་རྒྱུ་དགེ་བ་དེ་ལ་རེད་བ་ད་དགེ་བ་ལ་དགེ་བ་བཅུ་ཡོད་རེད་བ་ང་རང་ཚོ་སྡིག་པ་བཅུ་ཕ་སྤང་བྱས་ན་དགེ་བ་བཅུ་ཆགས་ཀྱི་རེད་བ་ཨ་ནི་དེའི་སྒང་ལ་ཨ་ནི་གཞན་གྱི་སྲོག་སྐྱོབ་པ་ལ་སོགས་པའི་གི་ཨ་ནི་དགེ་བ་བཅུ་ཁྱད་པར་བ་ཡང་དགེ་བ་བཅུ་ལ་སོགས་པ་ད་དགེ་བ་མང་པོ་ཞུ་ཞུ་ར་འོ་དེ་ལ་རྗེས་སུ་ཡི་རང་བ། རྗེས་སུ་ཡི་རང་བ་བྱེད་ས་དེ། བསོད་ནམས་ལ་རྗེས་སུ་ཡི་རང་བ་བྱེད་ཀྱི་ཡིན་གསུངས་ལ། ད་དེ་འདྲ་བཞིན་དང་པོ། དོན་དག་རྡོག་རྡོག་ཞུས་ན། ད་བསོད་ནམས་དེ་ཡང་སུའི་བསོད་ནམས་ལ་རྗེས་སུ་ཡི་རང་བ་བྱེད་ཀྱི་ཡིན་ཟེར་ན། འདི་དུ་བ། ཕྱོགས་བཅུའི་རྒྱལ་བ་ཀུན་དང་སངས་རྒྱས་དང། ཕྱོགས་བཅུའི་རྒྱལ་བ་ཀུན་དང་སངས་རྒྱས་སྲས་རང་རྒྱལ་རྣམས་དང་སློབ་དང་མི་སློབ་དང་འགྲོ་བ་ཀུན་གྱི་ཟེར་ནས་འོ་དེ་བསོད་ནམས་དེ་ཡང། འོ། དེ་དུས། ཕྱོགས་བཅུའི་རྒྱལ་བ་ཀུན་དང་ཟེར་དུས། ཕྱོགས་བཅུའི་རྒྱལ་བ་ཀུན་གྱི་བསོད་ནམས་ལ་ངས་རྗེས་སུ་བདག་གིས་རྗེས་སུ་ཡི་རང་བ་བྱེད་ཀྱི་ཡིན། དེ་ག་ནང་བཞིན་སངས་རྒྱས་སྲས་ཀྱི་བསོད་ནམས་ལ་བདག་གིས་རྗེས་སུ་ཡི་རང་བ་བྱེད་ཀྱི་ཡིན། དེ་ག་ནང་བཞིན་རང་རྒྱལ་རྣམས་ཀྱི་བསོད་ནམས་ལ་བདག་གིས་རྗེས་སུ་ཡི་རང་བ་བྱེད་ཀྱི་ཡིན། དེ་ག་ནང་བཞིན་སློབ་དང་མི་སློབ་པའི་གང་ཟག་རྣམས་ཀྱི་བསོད་ནམས་ལ་བདག་གིས་རྗེས་སུ་ཡི་རང་བ་བྱེད་ཀྱི་ཡིན། དེ་ག་ནང་བཞིན་འགྲོ་བ་ཀུན་གྱི་བསོད་ནམས་ལ་བདག་གིས་རྗེས་སུ་ཡི་རང་བ་བྱེད་ཀྱི་ཡིན། འོ་ད་དེ་བསོད་ནམས་དེ་གང་ལ་དེ་བསོད་ནམས་ཁོ་རང་བྱེ་བྲག་ཏུ་བཀར་ནས།

ད་དེ་ནས་མ་ཞུས་ན་འོ་ན་ད་ཕྱོགས་བཅུའི་རྒྱལ་བ་ཀུན་དང་ཟེར་དུས་ཕྱོགས་བཅུའི་རྒྱལ་བ་ཀུན་གྱི་བསོད་ནམས་ལ་རྗེས་སུ་ཡི་རང་བ་བྱེད་ཀྱི་ཡིན་ཟེར་ན་ད་ཕྱོགས་བཅུའི་རྒྱལ་བ་ཀུན་ཟེར་དུས་ག་བ་ལ་འགོག་པ་རེད་ཟེར་ན་ཕྱོགས་བཅུ་ཟེར་དུས་ག་ཚང་གོང་དུ་ཞུས་ཚར་རེད་བ་ཤར་ཕྱོགས་ལྷོ་ཕྱོགས་ནུབ་ཕྱོགས་ལ་སོགས་པ་ཕྱོགས་བཞི་དང་མཚམས་བཞི་དང་སྟེང་འོག་བྱས་ནས་ཕྱོགས་བཅུ་ལ་གོ་རེད་བ་དེ་འདུག་ཕྱོགས་བཅུ

ད་དེ་ཉན་ཐོས་ལ་གོ་བར་བལྟ། ཉན་ཐོས། ཉན་ཐོས་སློབ་པ་དང་ཉན་ཐོས་མི་སློབ་པ། ཉན་ཐོས་སློབ་པ་ཟེར་ན་ཉན་ཐོས་ཀྱི་ལམ་ལ་སློབ་བཞིན་པ་ཉན་ཐོས་ཀྱི་ལམ་ལ་འཇུག་བཞིན་པ་འོ་དེ་གང་ཟག་དེ་ལ་ཉན་ཐོས་སློབ་པ་ཟེར་བར། ཉན་ཐོས་མི་སློབ་པ་ཟེར་ན་ཉན་ཐོས་ཀྱི་ལམ་ལ་སློབ་པ་དེ་མཐར་ཕྱིན་ནས་ནི་སླབ་མི་དགོས་པ་ཆགས་ནས། འོ་དེ་འདྲས་ཅིག། ཉན་ཐོས་ཀྱི་འབྲས་བུ་མཐར་ཐུག་པ་དེ་ཐོབ་ཟིན་པའི་གང་ཟག་དེ་ལ་ག་རེ་ལབ་བར་ཟེར་ན་ཉན་ཐོས་མི་སློབ་པ་ཟེར་བར། ནི་འདི་ཉན་ཐོས་སློབ་པ་དང་ཉན་ཐོས་མི་སློབ་འདི་སློབ་དང་མི་སློབ་ཟེར་ཡ་དེ་ཉན་ཐོས་རང་ལ་གོ་བར་གདའ། ནི་འདི་ཉན་ཐོས་སློབ་པ་དེ་ལ་ང་ཚོ། ཉན་ཐོས་འཕགས་པ་དེ་ལ་ཡང་ཉན་ཐོས་དེ་ལ། གཟུངས་གང་ཟག་གཟུངས་བཞིས་ཡ་བརྒྱད་ཟེར་ནས་བརྩི་ཡ་ཡོད་རེད་བ། དེ་ཡིན་པ་སོང་ཙང་གཟུངས་བཞིས་ཡ་བརྒྱད་ད་གང་ཟག་བརྒྱད་ཡོད་རེད་ཉན་ཐོས་སློབ་པ་དང་མི་སློབ་པ་དེ་ལ་གང་ཟག་ག་ཚོད་ཡོད་རེད་ཟེར་ན་གང་ཟག་བརྒྱད་ཡོད་རེད་ཟེར་ནམ་རྒྱུན་གསུངས་དེ་དེ་དག་རང་རེད། ཉན་ཐོས་སློབ་པ་ཟེར་དེ་གར་ཟེར་ན་ཨ་ནི་རྒྱུན་ཞུགས་ཞུགས་པ་དང།

གང་ཟག་བརྒྱད་ཀྱི་ནང་ནས་བརྒྱད་པ་དགྲ་བཅོམ་འདྲེ་ནས་ཉན་ཐོས་དགྲ་བཅོམ་པ་དེ་ལ་ག་རེ་ལགས་པར་ཟེར་ན་ཉན་ཐོས་མི་སློབ་པ་ལགས་ཀྱི་ཡོད། འོ་དེ་ཚོས་ཉན་ཐོས་སློབ་པ་དེ་ལ་གང་ཟག་བདུན་དང་ཉན་ཐོས་མི་སློབ་པ་དེ་གང་ཟག་གཅིག་རང་རེད་བ། འོ་དུ་བྱས་ནས་ཉན་ཐོས་སློབ་པ་དང་ཉན་ཐོས་མི་སློབ་པ་དོན་དག་ལ། འདི་ཚོ་ཉན་ཐོས་སློབ་པ་ཡིན་ན་ཡང་ཉན་ཐོས་རེད་ཉན་ཐོས་མི་སློབ་པ་ཡིན་ན་ཡང་ཉན་ཐོས་རང་རེད། དེ་དུས་སློབ་དང་མི་སློབ་ཟེར་དུས་ཉན་ཐོས་ལ་གོ་བར་དང་དེ་དུས་ཉན་ཐོས་སློབ་པ་དང་ཉན་ཐོས་མི་སློབ་པ་ཀུན་གྱིས་བསོད་ནམས་ག་རེ་ཡོད་པ་ཡིན་ན་ཡང་ཚང་མ་ལ་དག་གིས་རྗེས་སུ་ཡི་རང་བ་བྱེད་ཀྱི་ཡིན།

ཀ་རེ། བྱང་ཆུབ་སེམས་དཔའ་སྐྱེས་བུ་གཉིས་པ་དེ་རང་སངས་རྒྱས་སྐྱེས་བུ་གསུམ་པ་དེ་ཉན་ཐོས་ཟེར་འདི་ལ་སྐྱེས་བུ་གསུམ་ཟེར་སྐྱེས་བུ་གསུམ། གང་ཟག་གསུམ་ཡང་ཟེར་དེ་ཡང་ན་ཞེ་རིགས་ཅན་གསུམ་ཡང་ཟེར། བྱང། ཁ་སོ། ཉན་ཐོས་ཀྱི་རིགས་ཅན། རང་སངས་རྒྱས་ཀྱི་རིགས་ཅན་བྱང་ཆུབ་སེམས་དཔའི་རིགས་ཅན་ཟེར། འོ་དེ་ནས་ང་རང་ཚོ་ནང་པ་སངས་རྒྱས་པ་ད་རྒྱལ་བ་ཀུན་གཟིགས་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་དམ་པའི་ཆོས་དེ། ཐོས་བསམ་སྒོམ་གསུམ་བྱས་ནས་ཉམས་ལེན་བྱེད་མཁན་གྱི་གང་ཟག་ཅིག་ཡིན་ན། དེ་གསུམ་པོ་གང་རུང་ལ་ངེས་འགྲོ་གི་རེད། བྱང་ཆུབ་སེམས་དཔའ་དང། རང་སངས་རྒྱས་དང། ཉན་ཐོས། འདི་གསུམ་པོ་གང་རུང་ལ་ངས་དྲུག་གོ་ར་འདི་གསུམ་གང་རུང་གི་རིགས་སུ་གཏོགས་པ་ཅན་ཡང་ན་ནི། སངས་རྒྱས་ཀྱི་སངས་རྒྱས་སྲས་བྱང་ཆུབ་སེམས་དཔའི་ཡི་རིགས་རིགས་ཅན་ཡིན་དགོས་རེད་ཡང་ན་རང་སངས་རྒྱས་ཀྱི་རིགས་ཅན་ཆགས་དེ་རེད་ཡང་ན་སློབ་དང་མི་སློབ་པ་ཉན་ཐོས་ཀྱི་རིགས་ཅན་ཆགས་དེ་ཡོད་སོང་ལ་འདི་ལ་ཨ་ནི་རིགས་ཅན་གསུམ་ཡང་ཟེར་དགོས་ར་ང་ཚོ་རིགས་ཅན་གསུམ་ད་དཔེར་ན་ང་རང་ཚོ་འདྲ་བོ་ཡིན་ན་ཡང་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་སུ་བྱོན་ནས་ནང་པ་སངས་རྒྱས་པའི་ཆོས་བྱེད་མཁན་ཡིན་དུས་ཡང་ན་ནི་ང་རང་ཚོ་ག་རེ་ཆགས་དེ་ཡོད་རེད་བྱང་ཆུབ་སེམས་དཔའི་རིགས་ཅན་ཆགས་དེ་ཡོད་རེད་ཡང་ན་ང་ཚོ་རང་སངས་རྒྱས་ཀྱི་རིགས་ཆགས་དེ་ཡོད་རེད་ཡང་ན་ཉན་ཐོས་ཀྱི་རིགས་ཆགས་དེ་ཡོད་རེད་སོང་ནམ་རྒྱུན་དེ་འདྲའི་གསུངས་ཡོད་རེད་བ།

དེ་ང་རང་ཚོ། ཁམས་གསུམ་འཁོར་བ་ནང་ལ་ཡོད་པའི། སོ་སོ་སྐྱེ་བོ་དེ་ཚོ་ལ་ག་རེ་ལགས་པ་རེད་འགྲོ་བ་ཟེར་བ་རེད། ད་དེ་ཡན་ཆད་དེ་འཕགས་པ་རེད་ད། སངས་རྒྱས་སངས་རྒྱས་འདི་གར་སངས་རྒྱས་འཕགས་པ་རེད་བ། དེ་སངས་རྒྱས་སྲས་བྱང་ཆུབ་སེམས་དཔའ་ཟེར་དེ་བྱང་ཆུབ་སེམས་དཔའ་འཕགས་པ་བྱས། ཨ་ནི་རང་སངས་རང་སངས་རྒྱས་དང་སློབ་དང་མི་སློབ་ཟེར་ཡ་དེ་ཚོ་གཙོ་བོ་འཕགས་པ་ཞག་ནས་ལམ་ཞུགས་ཀྱི་གང་ཟག་བཞག། ཨ་ནི། འགྲོ་བ་ཀུན་ཚོ་དེ་ལམ་ལ་མ་ཞུགས་པ་ང་རང་ཚོ་སོ་སོ་སྐྱེ་བོ་ཨ་འདི་འཁོར་བ་ལ་འཁོར་དེ་ཀྱི་གང་ཟག་དེ་ཚོ་ལ་འགྲོ་བ་ཟེར་བ་རེད། འདི་འགྲོ་བ་ལབ་དགོས་པའི་རྒྱུ་མཚན་ཡང་ང་རང་ཚོ། སྐྱེ་བ་འདི་ནི་སྐྱེ་བ་ཕྱི་མ་ལ། ལས་དང་ཉོན་མོངས་པའི་དབང་གིས་རང་དབང་མེད་པར་འགྲོ་བར་བ། དེ་ཡར་གྱི་རང་དབང་ཡོད་མ་རུང། སྐྱེ་བ་ཕྱི་མ་ནས་ཡང་ཕྱི་མ་ལ་འགྲོ་བར་ཕྱི་མ་ནས་ཕྱི་མར་འགྲོ་ནས། ཡར། སྲིད་པའི་རྩེ་མོ་ནས་བཟུང་སྟེ་མར་དམྱལ་བ་མནར་མེད་ཀྱི་བར་དུ། ལས་དང་ཉོན་མོངས་པའི་དབང་གིས་ད། དེ་ལོང་མེད་ནས་འགྲོ་བདེ་བར་བ། ག་བ་ག་ས་འཁོར་ནས་སྲིད་པའི་རྩེ་མོ་ནས་དམྱལ་བ་མནར་མེད་བར་དུ་འཁོར་བདེ་བ་སོང་ཙང་འཁོར་བ་ཟེར་གྱི་འདུག་ང་ཚོ། འཁོར་བ་པ་ཟེར་གྱི་འདུག་དེ་ནང་བཞིན་གྱི་ང་ཚོ་འགྲོ་བདེ་བ་སོང་ཙང། འགྲོ་བ་ཟེར་བར་དང་འདི་ང་ཚོ་འགྲོ་བ་རིགས་དྲུག་སེམས་ཅན། ངན་སོང་གསུམ་དང། མཐོ་རིས་གསུམ། ལྷ། མི། ལྷ་མ་ཡིན། དམྱལ་བ། ཡི་དྭགས་དུད་འགྲོ་ཟིན། འགྲོ་བ་རིགས་དྲུག་ཡོད་རོ། འདི་རིགས་དྲུག་དེ་ལ་འགྲོ་བ་ལ་དགོས་པའི་རྒྱུ་མཚན་དེ་ལས་དང་ཉོན་མོངས་པའི་དབང་གིས་རང་དབང་མེད་པར་འགྲོ་དགོས་པའི་རྒྱུ་མཚན་གྱིས་སྐྱེ་བ་ནས་སྐྱེ་བ་ལ་འགྲོ་དགོས་པའི་རྒྱུ་མཚན་འགྲོ་བ་ལ་གོ་རེ་སོང་ད་དོར་ན་ང་རང་ཚོ་སེམས་ཅན་དེ་ཚོ་ལ་གོ་གོ་རེ་འགྲོ་བ་རིགས་དྲུག་སེམས་ཅན་ལ་གོ་དེ་འདུག་འགྲོ་བ་རིགས་དྲུག་སེམས་ཅན་ཀུན་གྱིས་ཡང་བསོད་ནམས་ག་རེ་ཡོད་པ་ཡིན་ན་ཡང་དེ་ལ་ཡང་ངས་རྗེས་སུ་ཡི་རང་བ་བྱེད་ཀྱི་ཡིན། ཟེར། འོ་དོ་བྱས་ནས་ད་རྗེས་སུ་ཡི་རང་བ་བྱེད་ས་ཀྱི་ཡུལ་འདི་དུ་ཨ་ནི། ཕྱོགས་བཅུ་གྱི་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་ཀྱི། བསོད་ནམས་ག་རེ། རྒྱལ་བ་སངས་རྒྱས་བཅོམ་ལྡན་འདས་ཀུན་གྱིས་ཀུན་བསལ་ཏེ་ཚང་བ་ལ་སྦྱར་དགོས་རོ། རྒྱལ་བ་སངས་རྒྱས་བཅོམ་ལྡན་འདས་ཀུན་གྱི་བསོད་ནམས་ལ་ག་རེ་ཡོད་པ་ཡིན་ན་ཡང་དེ་ལ་ངས་རྗེས་སུ་ཡི་རང་བྱེད་ཀྱི་ཡིན། དེ་ག་ནང་བཞིན་སངས་རྒྱས་ཀྱི་སྲས་བྱང་ཆུབ་སེམས་དཔའ་ཀུན་གྱིས། བསོད་ནམས་ག་རེ་ཡོད་པ་ཡིན་ན་ཡང་ངས་དེ་ལ་རྗེས་སུ་ཡི་རང་བ་བྱེད་ཀྱི་ཡིན། དེ་ག་ནང་བཞིན་རང་སངས་རྒྱས་རྣམས་ཀུན་གྱིས་བསོད་ནམས་ག་རེ་ཡོད་ན་ཡང་ངས་དེ་ལ་རྗེས་སུ་ཡི་རང་བ་བྱེད་ཀྱི་ཡིན། དེ་ག་ནང་བཞིན་ཉན་ཐོས་སློབ་པ་དང་མི་སློབ་པ།

ག་རེ་ཡོད་པ་ཡིན་ན་ཡང་དེ་ལ་ངས་རྗེས་སུ་ཡི་རང་བ་བྱེད་ཀྱི་ཡིན། ད་བསོད་ནམས་འདི་བསོད་ནམས་ཆེ། བསོད་ནམས་འདི་ད་དགེ་བ་ཆེན་པོ་ཡོད་ན་ཡང་འགྲིག་གི་རེད་དགེ་བ་ཆུང་ངུ་ཡོད་ན་ཡང་འགྲིག་གི་རེད་མདོར་ན་ད་དགེ་བ་ཆེ་ཆུང་འབྲིང་གསུམ་ག་འདྲེ་འདྲ་བོ་ཅིག་དགེ་བ་ག་འདྲེ་འདྲ་བོ་ཅིག་ཡོད་པ་ཡིན་ན་ཡང་ལུས་ཀྱི་དགེ་བ་ཡིན་ན་ཡང་འགྲིག་གི་ཡོད་རེད་ངག་གི་དགེ་བ་ཡིན་ན་ཡང་འགྲིག་གི་ཡོད་རེད་ཡིད་ཀྱི་དགེ་བ་ཡིན་ན་ཡང་འགྲིག་གི་ཡོད་རེད་བྱང་ཆུབ་སེམས་དཔའི་དགེ་བ་ཡིན་ན་ཡང་འགྲིག་གི་རེད་ཉན་ཐོས་ཀྱི་དགེ་བ་ཡིན་ན་ཡང་འགྲིག་གི་རེད་རང་སངས་རྒྱས་ཀྱི་དགེ་བ་ཡིན་ན་ཡང་འགྲིག་གི་རེད། ད་སངས་རྒྱས་བཅོམ་ལྡན་འདས་ད་དམིགས་བསལ་དགེ་བ་ཟས་སྤྱོད་མ་དགེ་བ་གི་མཐར་ཐུག་འདི་རུ་བའོ། དེ་འདུལ་དགེ་བ་ག་རེ་ཡིན་ན་ཡང་དགེ་བ་གི་རིགས་དགེ་བ་ཇི་ཡིན་མཚན་ནས་བཟུང་སྟེ། ཆེ་ཆུང་དང་མང་ཉུང་དང། ཨ་ནི་འདི་དགེ་བ་དེ་ཡོད་ས་ཀྱི་གང་ཟག་སུས་བསགས་མ་བསགས། ཉན་ཐོས་ཀྱིས་བསགས་པའི་དགེ་བ་རེད་འདུག་གམ་རང་སངས་རྒྱས་ཀྱིས་བསགས་པའི་དགེ་བ་རེད་འདུག་གམ་སངས་རྒྱས། ག་ཚོད། སངས་རྒྱས་ཀྱི་སྲས་བྱང་ཆུབ་སེམས་དཔས་ཀྱིས་བསགས་པའི་དགེ་བ་རེད་འདུག་ག་རེ་གིས་ཁྱད་པར་འདུག་དེ་འདྲའི་མི་ལྟ་བ་བྱས་ནས་སུས་བསགས་ཡང་ན་སོ་སོའི་སྐྱེ་བོ། འགྲོ་བ་སེམས་ཅན་གཅིག་གིས་བསགས་བྱས་པའི་དགེ་བ་རེད་འདུག་གོ་དེ་འདྲའི་མི་ལྟ་བ་བྱས་ནས། སུས་བསགས་ཞེས་པའི་དགེ་བ་ཡིན་ན་ཡང་འདྲ། དགེ་བ་ཆེ་ཆུང་ག་འདྲས་ཀྱི་ཡིན་ན་ཡང་ཕྲ་རགས་ག་འདྲས་ཀྱི་ཡིན་ན་ཡང་ཚང་མ་ལ་ཡང་སྲིད་པའི་དོན་དག་རེད་གང་ལ་ཡང་སྲིད་དོ་དགེ་བ་ག་རེ་ཡིན་ན་ཡང་དེ་ཐམས་ཅད་ལ་ཡང། ནི། དེ་དག་ཀུན་གྱི་རྗེས་སུ་ད་ཡིན་རང། དེ་དག་སྲིད་དུས་དགེ་བ་དེ་དག། དགེ་བ་ག་འདྲས་ཀྱི་ཡོད་པ་ཡིན་ན་ཡང་དེ་དག་ཀུན་ལ་དགེ་བ་ཡང། དགེ་བ་ཁ་ཤས་ལ་རྗེས་སུ་ཡི་རང་བ་བཅས་དགེ་བ་ཁ་ཤས་ལ་རྗེས་སུ་ཡི་རང་བ་མི་བཅས་པ་མ་ཡིན་པ་བཅས་ནི་དགེ་བ་ག་ཚོད་ཀྱི་ཡོད་པ་ཡིན་ན་དགེ་བ་ཐམས་ཅད་ལ་དགེ་བ་ཀུན་ལ། རྗེས་སུ་ཡི་རང་བ་བྱེད་ཀྱི་ཡིན། རྗེས་སུ་ད་ཡི་རང། རྗེས་སུ་ཡི་རང། དགེ་བ་དེའི་རྗེས་སུ་སོ་སོ་རང་ཉིད་དགེ་བ་ག་རེ་བསྒྲུབ་གཞན་གྱི་དགེ་བ་ག་འདྲའི་དྲག་པོ་ཞིག་མཐོང་སོང་ན་ཡང་དེའི་རྗེས་སུ་སོ་སོ་རང་ཉིད་ཀྱི་སེམས་འདི་དག་གི་ཟེར་གྱི་འདུག་དག་རང་ཉིད་ཀྱི་སེམས་འདི་ཡིད་རང་བར་བྱེད་ཀྱི་ཡིན། ཡིད་རང་བར་བྱེད་ཀྱི་ཡིན་ཟེར་ན་དག་རང་ཉིད་ཀྱི་སེམས་འདི་ག་བ་གོམས་ཀྱི་ཡིན། འོ་འདུག་བྱས་ནས་ཡིད་རང་ངོ། ད་འདི་གི་སོ་ནམ་ལ་རྗེས་སུ་ཡིད་རང་བ་ད་ངས་ཚིག་རེ་རེ་བཞིན་དུ་འགྲེལ་བཤད་ཞུས་ཡོད། ད་སོ་ནམ་ལ་སོ་ནམ་དགེ་བ། སོ་སོའི་སྐྱེ་བོས་བསགས་པའི་དགེ་བ་ཡིན་ན་ཡང་འདྲ་འཕགས་པ་རྣམས་ཀྱིས་བསགས་པའི་དགེ་བ་ཡིན་ན་ཡང་འདྲ་ད་དགེ་བ་དེ་ལ་ངས་རྗེས་སུ་ཡི་རང་བར་བྱེད་ཀྱི་ཡིན། ད་དེའང་ང་རང་ཚོ་རྣམ་དག་བདེ་ཆེན་ཞིང་གི་སྨོན་ལམ་དབང་དུ་བཏང་ན། གཞན་གྱི་དགེ་བ་བྱེད་པ་ཐོས་པས་ཟིན་དེ་ལ་ཕྲག་དོག་མི་དགེ་སེམས་སྤངས་ནས་སྙིང་ནས་དགའ་བས་རྗེས་སུ་ཡི་རང་ན་དེ་ཡིས་བསོད་ནམས་མཉམ་དུ་ཐོབ་པར་གསུངས། དེ་ཕྱིར་འཕགས་པ་རྣམས་དང་སོ་སྐྱེའི་དགེ་བ་གང་འགྲུབ་ཀུན་ལ་ཡི་རང་ངོ། བྱ་མི་ར་ག་ཨ་སེས་དེ་འདྲས་གསུངས་ཤིང། ཨོ་དེའི་དོན་དག་དེ་ལྟ་སྟེ་གཅིག་པ་གཅིག་རྐྱང་རེད་དགེ་བ་གང་བསྒྲུབ་ཀུན་ལ་ཡི་རང་ངོ་གསུངས་ཞེས་དུ་བ། དེ་ཕྱིར་འཕགས་པ་རྣམས་དང་སོ་སྐྱེ་ཡིས་དགེ་བ་གང་བསྒྲུབ་ཀུན་ལ་ཡི་རང་ངོ་དགེ་བ་ག་རེ་བསྒྲུབ་བྱ་ཡིན་ན་ཡང་བསོད་ནམས་ག་རེ་བསྒྲུབ་བྱ་ཡིན་ན་བསོད་ནམས་ག་རེ་བསགས་བྱ་ཡིན་ན་ཡང་དེ་ལ་ངས་རྗེས་སུ་ཡི་རང་བ་བྱེད་ཀྱིན་ཡིན། བླ་མེད་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས་འགྲོ་དོན་རྒྱ་ཆེན་མཛད་ལ་ཡི་རང་ངོ། མི་དགེ་བཅུ་པོ་སྤངས་པ་དགེ་བ་བཅུས་ད་དེ་བསོད་ནམས་བསོད་ནམས་ལ་རྗེས་སུ་ཡི་རང་བ་བྱས་ཏེ་བསོད་ནམས་དེ་ལ་ག་ཚོད་ཡོད་ཟེར་ན་མི་དགེ་བཅུ་པོ་སྤངས་པ་དགེ་བ་བཅུ་ད་དགེ་བ་བཅུ་དེ་ག་རེད་ཟེར་ན། བསོད་ནམས་རྗེས་སུ་ཡི་རང་བ་བྱེད་ས་དགེ་བ་བཅུ་སྟེ། གཞན་གྱི་སྲོག་སྐྱབས་སྦྱིན་པ་གཏོང་བ་དང་སྡོམ་པ་སྲུང་ཞིང་བདེན་པར་སྨྲ་བ་དང་འཁོན་པ་འདུམ་དང་ཞི་དལ་དྲང་པོར་སྨྲ། དོན་དང་ལྡན་པའི་གཏམ་བརྗོད་འདོད་པ་ཅུང་བྱམས་དང་སྙིང་རྗེ་གོམས་ཤིང་ཆོས་ལ་སྤྱོད། དགེ་བ་དེ་རྣམས་ཀུན་ལ་ཡི་རང་ངོ། དགེ་བ་དེ་རྣམས་ཀུན་ལ་ཡི་རང་ངོ། ད་ཡི་རང་བ་བྱེད་ས་ཀྱི་དགེ་བ་དེ་ལ་བཅུ་ཡོད་རོ། བ། ལུས་ཀྱི་དགེ་བ་གསུམ། ངག་གི་དགེ་བ་བཞི། ཡིད་ཀྱི་དགེ་བ་གསུམ། ད་ཀྱི་སྡིག་པ་བཤགས་པའི་སྐབས་སུ། ལུས་ཀྱི། མི་དགེ་བ་གསུམ། ངག་གི་མི་དགེ་བ་བཞི། ཡིད་ཀྱི་མི་དགེ་བ། གསུམ། འདི་ཤཱ་གོ་བོར་རོ། ད་ད་ལྟ་ལུས་ཀྱི་དགེ་བ་གསུམ་ལ་རྗེས་སུ་ཡི་རང་བ་སྐྱེ་གོ་རེ་ཤཱ་གོ་བས་ཡོད་མ་རེད་ལུས་ཀྱི་དགེ་བ་གསུམ་དེ་ལ་ལུས་ཀྱི་བསོད་ནམས་གསུམ་པོ་དེ་ལ་རྗེས་སུ་ཡི་རང་བ་སྐྱེ་གོ་རེ་ངག་གི་བསོད་ནམས་བཞི་པོ་དེ་ལ་རྗེས་སུ་ཡི་རང་བ་སྐྱེ་གོ་རེ་ཡིད་ཀྱི་དགེ་བའམ་ཡིད་ཀྱི་བསོད་ནམས་གསུམ་པོ་དེ་ལ་སོ་སོ་གི་རྗེས་སུ་ཡི་རང་བ་སྐྱེ་གོ་རེ་གསུངས་ད་འདི་ཡང་གར་གསུངས་འདུག་གཞན་གྱི་སྲོག་སྐྱབས་བྱིན་པ་གཏོང་བ་དང་སྡོམ་པ་བསྲུང་ཞིང་ཟེར་ལུས་ཀྱི་དགེ་བ་གསུམ་པོ་འདི་ག་རེ་ཟེར་ན། གཞན་གྱི་སྲོག་གཅོད་པ་སྤངས་ནས་གཞན་གྱི་སྲོག་སྐྱོབ་པ་འདི་ལུས་ཀྱི་བསོད་ནམས་དང་པོ་དེ་རེད་དེ་འདི། མི་གང་ཟག་གང་ཡང་རུང་བ་ཅིག་གིས་ཨན་སེམས་ཅན་གྱི་སྲོག་སྐྱོབ་པ་ལ་སོགས་པ་སྲོག་བླུ་གཏོང་བ་ལ་སོགས་པ་དེ་འདྲའི་སྲོག་སྐྱོབ་པའི་གི་བྱ་བ་བྱེད་པ་སོ་ནམ་བསགས་པ་དེ་འདྲའི་མཐོང་སོང་བ་ཡིན་ན་དེ་ལ་ཨན་ཕྲག་དོག་དེ་འདྲའི་གི་བློ་དེ་སྤངས་ནས་ཨན་ངས་བདག་གི་རྗེས་སུ་ཡི་རང་བ་བྱེད་གི་ཡིན། དེ་ག་ནང་བཞིན་བྱས་ནས་མ་བྱིན་པར་ལེན་པ་དེ་སྤངས་ནས་ལུས་ཀྱི་གལ་བ་གཉིས་པ་བྱིན་པ་གཏོང་བ་གཞན་གྱི་བྱིན་པ་གཏོང་བ་ལ་སོགས་པ་བྱེད་ཀྱི་འདུག་ན་སོ་ནམ་བསགས་ཀྱི་འདུག་ན་དེའི་སོ་ནམ་དེ་ལ་ཨན་བདག་གི་རྗེས་སུ་ཡི་རང་བ་བྱེད་གི་ཡིན། དེ་ག་ནང་བཞིན་ལོག་གཡེམ་སྤངས་ནས་ཚུལ་ཁྲིམས་སྲུང་བ། ལུས་ཀྱི། ལུས་ཀྱི་གལ་བ་གསུམ་པ་ཚུལ་ཁྲིམས་བསྲུང་བ། མི་གཞན་ཞིག་གིས་ཚུལ་ཁྲིམས་ཡག་པོ་ཞིག་བསྲུང་བསྡད་ཀྱི་འདུག་ན། དེ་ཚུལ་ཁྲིམས་བསགས་པ་དེ་ནི་བསོད་ནམས་བསགས་ཡོད་རོགས། དེ་ལྟ་བུའི་ཚུལ་ཁྲིམས་བསགས་པའི་བསོད་ནམས། བསོད་ནམས་གསོག་བསྡད་མཁན་གང་སར་མཐོང་ཡོང་དུས་ཚུལ་ཁྲིམས་ཡག་པོ་བསྲུང་མཁན་མཐོང་ཡོང་དུས་དེ་ལ་དག་གིས་ཕྲག་དོག་མི་བྱེད་པར་བྱས་ནས་རྗེས་སུ་ཡི་རང་བ་བྱེད་ཀྱི་ཡིན། ཨོ། ལུས་ཀྱི། གལ་བ་གསུམ་ལ་རྗེས་སུ་ཡི་རང་བ། ཨ་ནི་ངག་གི་གལ་བ་གསུམ།

གྲོགས་པོ། མ་མཐུན་པ་ཆགས་ནས་འཁོན་འདེད་རྒྱུ་གཉིས་པོ་དེ་ཚུར་འཆམ་པོ་བཟོས་ནས་འཁོན་པ་རྡུང་བེད་ཀྱི་བྱ་བ་བྱེད་མཁན་སོ་ནམ་གསོག་མཁན་གང་ཟག་སུ་འདུག་ན་ཡང་གང་ལ་ཡང་དག་གིས་ཇི་སུ་ཡི་རང་བ་བྱེད་མཁན་ཡིན། དེ་ག་ནང་བཞིན་ཚིག་རྩུབ་དེ་ཕ་སྤངས་ནས་ང་ཞི་བ་དང་ང་དལ་པོ་དང་ང་དྲང་པོ་ང་འཇམ་པོ་སྨྲ་བའི་གང་ཟག་སོ་ནམ་གསག་བ་ང་གི་ང་གི་དགེ་བ་གསུམ་པ་དེ་རུ་བ་དེ་ལ་ཡང་དག་གིས་ཇི་སུ་ཡི་རང་བ་བྱེད་མཁན་ཡིན། ནི། ང་གི་མི་དགེ་བ་བཞི་པ་ང་རྒྱལ་དེ་ཕ་སྤངས་ནས་དོན་དང་ལྡན་པའི་གི་གཏམ་བརྗོད་པ་ཁ་འདོན་དང་གས་སྦྱོར་ལ་སོགས་པ་བྱེད་པ།

འདོད་པ་ཆུང་བ། འདོད་ཆུང་ཆོག་ཤེས་བྱེད་དེ་གའི་པོ་ཏི་བསོད་ནམས་རོ། འདོད་ཆུང་ཆོག་ཤེས་བྱེད་འདོད་པའི་བསོད་ནམས་བསགས་མཁན་གང་ཟག་དེ་ལ་ཡང་དག་གི་རྗེས་སུ་ཡི་རང་བར་བྱེད་མཁན་ཡིན། ནི་གཞན་ལ་གནོད་སེམས་སྤངས་ནས་བྱམས་པ་དང་སྙིང་རྗེ་གོམས་དེ་གའི་གང་ཟག་ཅིག་འདུག་ན། དེ་ལྟ་བུའི་བསོད་ནམས་གསོག་མཁན་གང་ཟག་དེ་ལ་དག་གི་རྗེས་སུ་ཡི་རང་བར་བྱེད་མཁན་ཡིན། དེ་ནི། ཆོས་ལ་སྤྱོད། དེ་ནི་ངག་གི། ཡིད་ཀྱི་མི་དགེ་བ་གསུམ་གྱི་ནང་ནས་ལོག་ལྟ་དེ་ཕ་སྤངས་ནས། ཡང་དག་པའི་ལྟ་བ་དང་དེ་ནི་དམ་པའི་གི་ཆོས་ལ་སྤྱོད་དེ་གའི་དམ་པའི་ཆོས་སྒྲུབ་དེ་གའི་གང་ཟག་དེ་ལ་ཡང།

འབྲས་བུ་དལ་བ། དེ་ལྟ་བུའི་གྱི་འབྲས་བུ་དལ་བ་དེ་མཐོང་ཡོང་དུས་གཞན་གང་ཡང་རུང་བ་ཅིག་ལ་སོ་ནམ་ལ་བརྟེན་ནས་བྱུང་བའི་འབྲས་བུ་དལ་བ་ཕུན་སུམ་ཚོགས་པ་ཅིག་མཐོང་ཡོང་དུས་དེ་ལ་ཡང་སོ་སོ་གྱིས་ཕྲག་དོག་མི་བྱེད་པ་བྱས་ནས་ཨ་སོ་སོ་རང་ཉིད་ཀྱིས་བྱེས་སུ་ཡི་རང་བ་བྱེད་དགོས་རེད་བྱེས་སུ་ཡི་རང་བ་བྱེད་ཀྱི་ཡིན་ཟེར་ནས་འདི་འདུལ་རྒྱུ། རྒྱུ་གལ་བ་སོ་ནམ་དང་འབྲས་བུ་དལ་བ་གཉིས་ཀ་ལ་ཡང་བྱེས་སུ་ཡི་རང་བ་རྒྱུ་འབྲས་གཉིས་ཀ་ལ་ཡང་བྱེས་སུ་ཡི་རང་བ་གོ་དགོས་རེད་ད་ངེས་པར་དུ་འདི་ནང་ནས་ཡང་ད་ང་རང་ཚོ་ལས་དང་པོ་བ་རྣམས་ཀྱིས་གཙོ་བོ་གཙོ་བོ་འབྲས་བུ་དེ་ལ་བྱེས་སུ་ཡི་རང་བ་བྱེད་དགོས་རེད་ང་ཚོ་གར་སོ་གོ་རེད་ལས་དང་པོ་བ་རྣམས་ཀྱིས་གཙོ་བོ་རྒྱུ་སོ་ནམ་ལ།

དེ་ཡིན་པ་སོང་ཙང་ག་བ་གོམས་དགོས། དེའི་དུས་གཞན་གྱི་བསོད་ནམས་ད་བས་ན་ཚེ་སྔོན་དང་ཚེ་འདི་ལ་བསོད་ནམས་རྒྱ་ཆེན་པོ་གསོག་པ་ལ་ནི་གཞན་གང་ཟག་འདི་ལ་ནི་རྒྱུ་ནོར་ལོངས་སྤྱོད་ལ་སོགས་པ་ཕུན་སུམ་ཚོགས་པ་ཅིག་ཡོད་ན་ད་དེ་ཁོ་ལ་དེ་བ་ཕུན་སུམ་ཚོགས་པ་ཡོད་རོ། དེ་ནི་གཞན་ལ་རྒྱུ་ནོར་ལོངས་སྤྱོད་ཕུན་སུམ་ཚོགས་པ་ཅིག་མཐོང་ཡོང་དུས་དེ་ལྟ་བུའི་རྒྱུ་ནོར་ལོངས་སྤྱོད་ཕུན་སུམ་ཚོགས་པ་མཐོང་བ་དེ་ལ་སོ་སོ་རང་ཉིད་ཀྱིས་ད་རང་ཉིད་ཀྱིས་ཕྲག་དོག་མི་བྱེད་པ་བྱས་ནས་ཕྲག་པ་དོག་ནས་དཔེ། ཕྲག་དོག་སྲིད་དུ་སེམས་མ་དགའ་བར་བ་གཞན་གྱི་ཕུན་སུམ་ཚོགས་པ་མཐོང་ཡོང་དུས་སེམས་ལ་མི་བཟོད་པ་སྐྱེ་བ། དེ་འདྲའི་མ་སྐྱེ་བ་བྱས་ནས། དེའི་རྗེས་སུ་སོ་སོ་རང་ཉིད་ཀྱི་རྗེས་སུ་ཡི་རང་བྱེད་དགོས་རེ་སོང་ནས་དགའ་བ་སྒོམ་དགོས་རེ་སོང། དེ་ག་ནང་བཞིན་གཞན་ལ་སློབ་སྦྱོང་ལ་སོགས་པ། བསླབ་པ་སློབ་གཉེར་ལ་སོགས་པ་དཔེ་ཕུན་སུམ་ཚོགས་པ་གཏོང་བ། དེ་ལ་ཡང་ཕྲག་དོག་མི་སྐྱེ་བ་བྱས་ནས། རྗེས་སུ་ཡི་རང་བྱེད་དགོས་རེ་སོང་དེ་ཡང་ག་རེ་བསོད་ནམས་ཀྱི་འབྲས་བུ་རེད་བ། བསོད་ནམས། ཡག་པོ་ཞིག་བསགས་ཡོད་ན་དེ་སོ་སོ་རང་ཉིད། ཚེ་འདི་ལ་ཡིན་ན་བསླབ་པ་སློབ་གཉེར་དང་སློབ་སྦྱོང་ཡང་ཡག་པོ་བྱ་དགོས་དེ་ག་ནང་བཞིན་གཞན་ལ་གཟུགས། ལང་ཚོ་ཡིད་དུ་འོང་བ། མཛེས་ཤིང་ཡིད་དུ་འོང་བ་ཕུན་སུམ་ཚོགས་པ་ཞིག་མཐོང་སོང་ཡིན་ན་དེ་ཡང་བསོད་ནམས་ཀྱི་འབྲས་བུར་རོ། དེས་འབྲས་བུ་དེ་ལ་ཡང་ཕུན་སུམ་ཚོགས་པ་གཏོང་དེ་ལ་ཡང་སོ་སོའི་ཕྲག་དོག་མི་བྱེད་པར་བྱས་ནས་རྗེས་སུ་ཡི་རང་བར་བྱེད་ཀྱི་ཡིན། དེ་ཁ་ནང་བཞིན་མི་གཞན་པ་དེ་ཚོ་ལ་དེ་ནི་སྟོབས་འབྱོར་མངའ་ཐང་ལ་སོགས་པ། དེ་ནི་སྟོད་གུར་སྙན་གྲགས་ལ་སོགས་པ། དེ་ཁ་ནང་བཞིན་བྱས་ནས། བྱ་བ་ལམ་འགྲོ་ལ་སོགས་པ། བཀྲ་ཤིས་པ་དང་ཕུན་སུམ་ཚོགས་པ་དང་དོན་འགྲུབ་པ་དེ་འདྲ་གཞན་ལ་བྱུང་ཡོང་དུས་དེ་དེ་ལྟ་བུའི་གཞན་ལ་བྱུང་བ་དེ་ལ་སོ་སོ་རང་ཉིད་ཀྱིས་ཕྲག་དོག་མི་བྱེད་པ་བྱས་ནས་ངས་དེ་ལ་རྗེས་སུ་ཡི་རང་བ་བྱེད་ཀྱི་ཡིན་ཟེར། ད་དེ་ཚོ་ཆ་ཚང་ཡང་མདོར་ན་གཞན་ལ་ཕུན་སུམ་ཚོགས་པ་ག་རེ་བྱུང་སོང་བ་ཡིན་ན་ཡང་དེ་ལ་ངེད་ཀྱིས་ཕྲག་དོག་མི་བྱེད་པ་བྱས་ནས་བདག་གིས་རྗེས་སུ་ཡི་རང་བ་བྱེད་ཀྱི་ཡིན་ཟེར། ད་གཞན་ལ་ཕུན་སུམ་ཚོགས་པ་བྱུང་ཡང་དེ་གང་ལ་བརྟེན་ནས་བྱུང་གི་རེད་ཟེར་ན་བསོད་ནམས་ལ་བརྟེན་ནས་བྱུང་གི་ཡོད་རེད་བ།

འོ་དེ་གཉིས་ཀ་གོ་དགོས་རེད་ད་ལྟ་དངོས་བསྟན་དེ་གཙོ་བོ་རྒྱུ་དགེ་བ་ལ་གོ་དགོས་ད་དགེ་བ་གཞན་གྱི་དགེ་བ་བྱེད་པ་ཐོས་པའི་ཚེ་ཟེར་རོ་དེ་ལ་ཕྲག་དོག་མི་དགེ་སེམས་སྤངས་ནས་དེ། དེ་ལ་དགའ་བའི་རྗེས་སུ་ཡི་རང་ན་དེ་བསོད་ནམས་མཉམ་དུ་ཐོབ་པར་གསུངས་ཟེར་ནས་གཞན་གྱི་དགེ་བ་བསྒྲུབ་བྱ་མི་གང་ཡང་རུང་བ་ཅིག་དགེ་བ་བསྒྲུབ་ཀྱི་ཡོད་པ་ཡག་པོ་བྱེད་ཀྱི་ཡོད་པ་ག་དུས་ཡིན་ན་ཡང་དགེ་བ་ཡག་པོ་བསྒྲུབ་དེ་གན་གང་ཟག་ཅིག་ཡིན་ན་བསོད་ནམས་བསགས་དེ་གན་གང་ཟག་དེ་ལ་ཕྲག་དོག་མི་བྱེད་པ་བྱས་ནས་རྗེས་སུ་ཡི་རང་བ་བྱེད་དགོས་དོ་དེ་དངོས་བསྟན་དེ་བསོད་ནམས་ལ་རྗེས་སུ་ཡི་རང་བ་རེད་ད་ཤུགས་བསྟན་ལ་ག་རེ་གོ་དགོས་རེད་ངེས་པར་དུ་བསོད་ནམས་དེ་ལ་བརྟེན་ནས་བྱུང་བའི་གཞན་ལ་རྒྱུ་ནོར་ལོངས་སྤྱོད་ལ་སོགས་པ། རིགས་ལང་ཚོ་ལ་སོགས་པ། སྟོད་གོས་སྙན་གྲགས་ལ་སོགས་པ། བྱ་བ་ལམ་འགྲོ་ལ་སོགས་པ་སྟེ་ཕུན་སུམ་ཚོགས་པ་བྱུང་སྟེ་དེ་ལ་ཡང་སོ་སོ་གས་རྗེས་སུ་ཡི་རང་བར་བྱེད་ཀྱི་ཡིན་ཟེར། འདི་ངེས་པར་དུ་གོ་དགོས་རེད་ད་དེ་ངེས་པར་དུ། འདི་འདི། ཁར་སོང་དངོས་བསྟན་དང་ཤུགས་བསྟན་གཉིས་གོ་བར་བྱས་ནས་ཨ་ནི་དེ་དག་གི། རྗེས་སུ་ཡི་རང་བར་བྱེད་ཀྱི་ཡིན་ཟེར། ཨ་ནི་ད་དེ་ལྟ་བུའི་གི་བསོད་ནམས་དེ་རྗེས་སུ་ཡི་རང་བར་བྱེད་ས་དེ་ལ་ཡང། རྒྱལ་བ་དང། བྱང་ཆུབ་སེམས་དཔའ་དང་རང་སངས་རྒྱས་དང། ཉན་ཐོས།

སངས་རྒྱས་ཀྱི་བསོད་ནམས་ལ་ཕྲག་དོག་སྐྱེ་མཁན་ཡོད་མ་རེད་བྱང་ཆུབ་སེམས་དཔའི་བསོད་ནམས་དང་རང་སངས་རྒྱས་ཀྱི་བསོད་ནམས་དང་ཉན་ཐོས་ཀྱི་བསོད་ནམས་ལ་ང་རང་ཚོ་ཕྲག་དོག་ཞི་ར་སྐྱེ་གི་མ་རེད་བ་དེ་འབའ་སོང་ཙང་དེ་ལ་ལྟ་བྱེད་སུ་ཡི་རང་བ་དེ་གཙོ་བོ་མ་ཡིན་བ་བྱས་གཙོ་བོ་ང་རང་ཚོ་བྱས་སུ་ཡི་རང་བ་བྱས་དགོས་བ་དེ་ག་རེད་ཟེར་ན་འགྲོ་བ་སེམས་ཅན་དེ་ཨ་སོ་སོ་དང་འབྲེལ་བ་ཡོད་པའི་གི་འགྲོ་བ་སེམས་ཅན་དེ་ཚོ་ལ་བསོད་ནམས་དང་ཕུན་སུམ་ཚོགས་པ་ཞིག་འདོར་ན་རྒྱུ་ཡིན་ན་རེད་འབྲས་བུ་ཡིན་ན་རེད་དོ་ན་ཕུན་སུམ་ཚོགས་པ་ཞིག་གཞན་ལ་བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས་པ་ཅིག་བྱུང་ཡོང་དུས་དེ་ལ་ང་ཚོ་ལམ་སང་ཕྲག་དོག་སྐྱེ་ཡོང་གི་འདུག་བ་དེ་ཡིན་པ་སོང་ཙང་དེའི་ཕྲག་དོག་དེ་གི་གཉེན་པོ་ལ་ང་རང་ཚོ་ག་རེ་གོམས་དགོས་རེད་ཟེར་ན་རྗེས་སུ་ཡི་རང་གོམས་དགོས་རེད་སོང་ནས་ག་བ་གོམས་དགོས་རེད་སོང་ནས་ཁོ་བསོད་ནམས་གསར་བ་དེ་དཔེ་ཡག་པོ་རེད་བསམ་པ་ཞིག་ག་བ་གོམས་བསོད་ནམས་ཁོ་ལ་རྒྱུ་ནོར་ལོངས་སྤྱོད་ལ་སོགས་པ་དང་སྟོབས་འབྱོར་མངའ་ཐང་ལ་སོགས་པ་བསྟོད་བཀུར་སྙན་གྲགས་བྱ་བ་ལམ་འགྲོ་ལ་སོགས་པ་བྱུང་སོང་ཡིན་ན་ཡང་ཁོ་དཔེ་ཡག་པོ་རེད་ཚེ་སྔོན་ཁོ་རང་བསོད་ནམས་གསར་བའི་འབྲས་བུ་རེད་བསམ་ནས